ཤེས་རབ་སྔགས་ནི་གསུང་ནི་གདམས་ངག་བཞི། གདམས་ངག་དག། ཚིག་སུབ་བརྒྱ་པོད་མང་བཞི་ནི་དག་དག་སྲི་ཞིང་མང་ཡེ་ར་ཕུད་ནི་དག་གདམས་ངག་བཞི་ནི་དེ་ཡི་དུས་ད་གར་གྱི་རྒྱལ་པོའི་ཡབ་དང་བློན་པོ་ཐམས་ཅད་ཀྱི་ཐབས་ཤེས་རབ་མི་འབྱོར། བི་ཅིའི་ཐབས་ཤེས་ཆི་ཟིག་གི་ཐོག་ནས་ནོངས་བཏང་རུང་ད་ཅིག་གི་ཅིག་དམག་བསྒྲིག་དགོས་ན་ཆི་ཟིག་ཡིན་ན་གང་ལྟར་དེ་རྒྱལ་པོ་དང། ད་ལྟའི་མི་བཟང་བྲན་བཟང་དང་བཀག་ན་བ་ནི་རེད་ཐབས་ཤེས་རབ་ལ་གསུང་དུས་ན་རྩ་བ་ཉིད་ནས་འགྲིག་ནི་མ་རེད་ཟེར་དུས་རྒྱལ་པོ་ཟླ་བའི་ཤེས་རབ་གི་རྟ་མཆོད་ནས་མ་འཛིན་པས།

རྒྱལ་རོལ་ཟླ་བའི་ཤེས་རབ་ཀྱིས་སྤྲིན་བཟང་འདི་དྭངས་ཤིང་མ་སྐྱེས་པ་ལ་ཚེ་འདས། སྤྲིན་བཟང་འདིས་མིག་གི་ཚེ་སྲོག་མང་བསྐྱེད་ནི་དེ་མིར་སྡུག་གི་ལས་ཡང་འཇིག་གོ་ནོ་དེ་ནི་སྐྱབས་ནི་རེད་དེས་རྟེན་རྟེན་གྱི་དང་ནི་སྐྱབས་བཞག་ནི་རེད། དེ་ཡི་སྲོང་ཚིག་གི་རྒྱལ་རོལ་ཟླ་བའི་ཤེས་རབ་དང་སྤྲིན་བཟང་གཉིས་ཀའི་ཐད་ཀ་གི་གཉིས་ཀའི་མཐུ་དང་དཔུང་དང་ནུས་བ་གི་ཐོག་ནས་ཁྱད་པར་ཆེན་པོ་ཤོར་འདོད་ནི་རེད། ཡིན་ནའང་རྒྱལ་རོལ་ཟླ་བའི་ཤེས་རབ་ཀྱི་སྤྲིན་བཟང་བསྟུན་འཇོག་བྱེད་པོ་རྒྱལ་རོལ་ཟླ་བའི་ཤེས་རབ་ཀྱི་མྱིག་གི་ཐོག་གི་ལྡེམ་པའི་གི་དག་ཁྱི་ཟིག་གོ་ནོ་རང་བཞིན་དུ་དག་ཁོང་གི་མཁྱེན་རབ་དང་སྙིང་སྟོབས་བརྩེ་བའི་གི་ནུས་བ་དག་གིས་ཕ་རོལ་རུ་ཤོམ་ཅིག་ན་རེ་དག་སོང་ནས་ད་རེས་སོང་ན་ད། འཇིག་རྟེན་འདི་དང་ཕ་རོལ་གྱི་འབྲེལ་བ་སྒྲིབ་པ་ཤེས་རབ་ཡིན་ཚེ་ནི་ཚེ་འདི་ཡིན་ན་འདྲ་གི་ཚེ་ཕྱི་མ་ཡིན་ན་འདྲ་གི་གང་ལྟར་ཁྲར་ཐུག་ཁྲར་ཕུག་ཀི་ན་ལེ་ཧྥི་ལ་མ་འཇིག་སྐྱེ་བུ་ཟ་བ་ཤེས་རབ་ཡིན་དག་སོང་ནས་ད་འདི་གི་ཤེས་རབ་དེ་ཡང། ཤི་བྱ་ཟི་ཧ་སྐོར་སྐྱེས་བུ་ཁོ་ན་ཙམ་མ་ཡིན་པར་ཏི་སི་ར་བླང་དོར་གི་ཐོག་བརྒྱད་བསྡམ་སྦྱོར་གཅིག་གི་ད་གང་ལྟར་མགོན་པོ་ཀླུ་སྒྲུབ་ཀྱིས་གསལ་བའི་ཤེས་རབ་ཟེར་གྱི་གསུང་གི་ཡོད་པ་ད་དེ་ལྟ་བུའི་ཤེས་རབ་བཀོད་དགོས་ཀྱི་རེད་བསམ་འདུག་གི། དེའི་གཟུངས་ཚིག་གི་དང། གི་ཆིག་གི། ཆགས་ཟིན་རིགས་འོ་ད། ང་ཅག་གི་དགོན་པ་ཡིན་ན་འདྲ་གི་འོག་གི་འཇིག་རྟེན་པའི་སྤྱི་ཚོགས་ཡིན་ན་འདྲ་གི་གང་དང་གང་ལྟར་ང་ཅག་གི་ཤེས་རབ་དང་མཐོང་ཆེན་ཡིན་གྱི་ཧ་ལས་པའི་བཀའ་ཆེན་པོ་རེད་ངོ་ནས་དྲང་གནས་གི་དང་འདི་ནི་ཡང་ཁོང་གི་འཇིག་རྟེན་འདི་དང་ཕར་འོར་གྱི་དུས་ཡག་སྒྲིབ་པ་ཤེས་རབ་ཡང་གསུངས་དགོས་ནི་རེད་ད། སྤྱིར་བཏང་གི་ད། རང་རིགས་བདག་ཅག་གི་སྟོན་པ་བཅོམ་ལྡན་འདས་འཇིག་རྟེན་ཁམས་མ་བྱོན་ནི་ད།

ཕྲ་བའི་གནས་ལུགས་ལ་འཇུག་པའི་ཤེས་རབ་སྟོབས་སྦྱང་དགོས་ན་དང་བོ་རགས་པའི་གནས་ལུགས་ནས་འགོ་འཛིན་ལ་འཇུག་དགོས། རགས་པའི་གནས་ལུགས་འཛིན་ན་ནམ་རྒྱུན་ནས་ཀྱི་ཆེ་གེ་མཚོ་ཡི་ནང་གི་ཡོངས་གྲགས་ཀྱི་རྒྱུ་འབྲས་ཀྱི་གནས་ལུགས་རགས་པ་དེ་ཙམ་ཡང་མི་རྩི། ངོ་བོ་དེ་ཁོ་ན་ནི་སྟོང་པ་ཉིད་ཀྱི་ཤེས་རབ་ཏུ་ཕྲ་བའི་གནས་ལུགས་བཟོས་ཐག་ཉེ་སྒོ་འཛིན་ན་དངོས་གནས་དྲང་བདེན་གྱི་དར་ལྕག་འཛིན་གྱི་ར། དེ་ཡིས་སོང་ན་ངི་ཆི་ཀའི་སངས་རྒྱས་ཀྱི་ཆོས། བྷི་ཚིག་གི་རིགས་ཀྱི་རྟ་རྣམས་འབུལ་རྒྱུ་ང་ཚོའི་ད་ལྟའི་བསམ་བློ་དང་ངོ་བོའི་གནས་ལུགས་གཉིས་ཀ་སེ་ར་ཐག་ཅན་གཉིས་ཅན་གཉིས་སྟོང་སྒོ་ནས་རེད་ངི་ཆི་ཀའི་བསོད་ནམས་ཀྱི་ཚོགས་ལ་སོགས་པ། སོག་སོག་གཉིས་ཀ་མཐར་སྐྱེན་བསྟེན་འཇོག་དགོས་ནི་ར་ངོ་བོ་ནི་ལུགས་མ་མཐོང་བས་ཁོ་ར་ལས་གྲོལ་ཚུལ་མེད་ཀི་དེ་རིང་སོང་ཚུལ་གི། ངོ་བོ་ནི་ལུགས་མཐོང་བའི་ཤེས་རབ་འཛིན་ན་འདྲ་གི་ངོ་བོ་ནི་ལུགས་ཕྲ་ཞིང་ཕྲ་བ་ངར་ཚུགས་ལོ་འདི་ཧ་ར་མཐར་སྐྱེན་གཉིས་འཇོག་དགོས་ལུགས་དང་བོ་གི་གཅིག་ནི་ལུགས་རགས་པ་ཆ་སྲིད་ཀྱི་ནི་མགོ་འཛིན་དགོས། བྱ་བའི་ནང་གི་ཡིན་ན་འདྲ་གི་འཇིག་རྟེན་གྱི་འཇིག་ལྡོག་རགས་པ་ནི་ལུགས་ཤིན་ཏུ་རགས་པ་ཟིན་ན་ཁས་མི་ལེན་མིར་བརྩི་ཨུར་བརྩི་གི་དེར་ཉོན། དེ་ནས་ཁོའི་ཧན་གཟུགས་ནི་ཧ་ཀི་གཟབ་ཅིང་ཕྲ་བས་ནི་ལུགས་ཟི་སྒོམ་དགོས་ཟིན་ན་མི་ཟི་ཀི་སྣང་བ་འཇོག་ནི་མ་རེད།

གཉིས་ཀྱག་ཕྲན་ཟས་ཀྱི་བཟོ་ཀ། དུ་སངས་པའི་བཞི་ལ། ཁག་ནི་དེ་མྱི་རྟ་བཞག་ནི་དེ་གུར་མོ་བླངས་ནི་རེད་དེ། སྟོང་ཤེར་གཅིག་ཚིག་འཕྲོག་བཞག་ནི་རེད། དེ་མི་ཟིན་ནི་རེད་ད་གི་ཏི་གི་སི་ར་སི་ར་སི་ར། ཏེ་ནི་དེ་རྒྱ་ནག་སྐམ་ས་གི་སོག་བ་སི་ར་ཏེ་ནི་རེད་ཤང་ཀང་ནི་མ་བཟུང་ནི་རེད་ཤང་ཀང་ནི་བཟུང་བཞག་ཚིག་གི་ཧྲོག་ཁྲིམས་མེད་ནི་རེད་སི་ར་སི་ར་ཡིན་གི་ཡིན་གི་ཏེ་ཁྱི་རོང་སྐམ་ས་ཏེ་ཁྱི་རོང་ནི་གང་དྲུག་ནི་བཟུང་བཞག་ནི་རེད་གང་དྲུག་ནི་བཟུང་ནི་ཏི་ཀ་ནི་ཧྲོག་ཁྲིམས་བཞག་བཞག་ནི་རེད། ད་ཏི་ལྟ་བ་ཟིན་ཁ་ཡིན་ནི་ཏི་རེད་དེ་མི་རྒྱུ་མང་ཟི་ལ་ག་ཐོབ་ནི་ཁྱི་ཟི་ཡིན་ནི་རེད་ཕན་པའི་ལི་ཀ་སྣག་གཅིག་ལི་ཡོད་ནི་མ་རེད།

ད་ཁུ་རྫི་ནི་ད་ད་ལྟ་ཁྱོད་ད་ལྟ་བཟོས་མ་བཟོས་རེད་ད་མཐོང་ན་ད་ཕ་མ་ངས་བཟོ་ཙི་གུ་བཟང་ནི་མ་རེད་ཐུབ་རྫི་ནི་ད་ཁོ་ཡིན་ད་མི་འགའ་ཉུལ་ཟེར་གི་འཕག་ཚག་གིས་ཐང་བཞག་ན་ད་རྐང་བ་གི་ནི་མི་ཐང་དེ་གོ་ཟེར་གི་ར་ལངས་ཡོད། དེ་དུས་ཁུ་རྒན་མོས་ད་བཙི་ག་སེམས་གོ་མ་བཟོ་ད་སོང་ན་ཉུལ་བཞག་ད་ཟེར། ད་གི་ཁུ་སེམས་ནང་ཁྱོད་ནི་མ་སོང་ད་ད་ནི་སྐབས་དེ་ཁུ་ཅི་ག་མ་བཤད་ཟེར་ད་གི་སི་ར་འོང་ན་རྒན་མོ་ཁུ་རྫི་ནི་ད་ཆུ་རྩ་བ་ཉིད་ནི་ནོར་འཁྲུལ་ཆེ་ཤོས་སུ་ཁུར་ནི་རེད་ཁུ་ཐུབ་རྫི་ནི་ཡིན་ཟེར།

ཆང་འཐུང་བའི་གནས་སྐབས་དང་ཁོང་ཁྲོ་སྐྱེ་བའི་གནས་སྐབས་གཉིས་ཀ་ཤི་བ་རྒྱུན་དུ་སྨིན་པའི་གནས་སྐབས་ཡང་གསུངས་དགོས། ད་གི་ཁོང་ཁྲོ་སྐྱེ་བའི་གནས་སྐབས་དོན་དག་ཐག་ཆོད་ཚུལ་དུ་དོན་དག་ཁ་ཚོན་འཛེག་ཅི་དགོས་མི་འདུག་ད་གང་རེད་ཟེར་ན་ཁོ་ཐག་གཅོད་པ་འོག་ཏུ་ཤི་བ་ད་དུ་ཏན་ཏན་རང་བཞིན་ན་གནས་ཡོད་མ་རེད་ར། དེ་རིང་སོང་ཚིག་གི་གནད་འགག་ག་ཐོན་འདུག། བསྟན་པ་དང་བསྟན་མ་མིན་པའི་ཁྱད་པར་ཐོན་ཆེ་རུང་རྗེས་ལ་ལ་ཟིག་གི་སོ་སོའི་སེམས་ཀྱི་ཚོར་སྣང་དང་དེའི་འགོ་གནོན་ཆེ་རུང་ནི། དངུལཁུར་གི་དོན་དག་གི་བདེན་དོན་ལ་ས་མོ་བས་ལྟ་ཐུབ་ན་རང་གི་འགོ་གནོན་ཐུབ་འདུག་དེ་ཡང་སྐྱེས་བུ་ཆེན་པོ་འོད་ཟེར།

འགྲོ་བ་མིའི་འདི་ལྟ་འཆམ་མཐུན་གྱི་ངང་ནས་བརྫི་ན་ཆོག་གི་ད་ཁོ་རྩ་བ་ཉིད་ནས་རྙོག་དྲ་མེད་ནི་ཟི་ད་འཕྲིན་བཟང་མེད་ནི་སྐུ་ཅག་མེད་ནི་དེ་མི་ཟི་ད་མ་གཞི་ནས་བཟོ་རྒྱུ་ཡོད་ནི་མ་རེད་ད་གང་ལྟར། སྟོབས་གཅིག་གི་ར་སྟོབས་གཅིག་གི་ཁོ་འཆམ་མཐུན་ནང་ནས་དགོས་འདུག། དེ་བྱེད་ཐབས་ཀྱི་ཐོག་ལག་ཆགས་གཉིས་དགོས་ཡོད་མི་རེད་ད་ལག་ཆགས་གཉིས། ལག་ཆགས་གཅིག་གང་རེད་བརྫི་ན། ཁོ་རྒྱལ་ཁབ་གང་དང་གང་ཡིན་ན་ཁྲིམས། དེ་མ་སྐྱེས་ཙི་གུ་བཙན་པོ་གི་ཐོག་ནས་ཁྱད་པར་བྱེད་རྒྱུ་དག་ཁུར་གི་ལག་ཆ་གཅིག་རེད། དེ་གི་ངོ་གཅིག་ནི་གང་རེད་ཅེ་ན་ནི། བསམ་བློ་གི་ཐོག་ལྟ་དཔེར་ན། སློབ་གསོ། དེ་འཕྲོ་ཁུར་གི་ཀུན་སྤྱོད་ཀི་ལྟ་བ། དེ་དང་དེའི་ཐོག་ནས་ཁུར་གི་ཁུར་ག། ལམ་ངན་པ་ཟིག་ག་འཇིག་ག་མི་འཇིག་ག་ལམ་ངན་པའི་འཇིག་ལྡོག་མི་ཡི་མངོན་ལྐོག་ཀི་ནས་རྒྱུ་འབྲས་འདི་ཤེས་འདི་ཤེས་གི། ལྟ་བ་ཡོད་རྒྱུ་གི་ཀུན་སྤྱོད་ཀི་ལྟ་བ་འདི་ད་མྱི་ཡང་གི་མྱི་གི་སྤྱི་ཚོགས་ནས་སྙོམས་སྒྲིག་གི་བྱེད་ཀི་ངོ་གཅིག་དེ་རེད་ངོ་གཅིག་བཙན་པོ་ཡི་ཁྲིམས་གི་འདི་ཇོ་དི་གཉིས་ཀ་རེད།

དེ་རིང་གསུང་རིང་ནང་ནས་འདིའི་ནང་ནས་ཆེ་ཙག་གསུང་དགོས་ནི་རེད་ཟེར་ན། རང་གི་རང་སྤྱིར་ནི་དག་བྱ་བ་ངན་པ་མི་འཇིག་ཇི་ལྟ། ཀུན་སྤྱོད་གོ་ལངས་དོར་གི་འདི་ཞིག་ཁྱད་པར་དུ་ཅིག་སོ་སོ་སོ་སོ་ཚོད་འཛིན་ཡི་རྒྱུའི་ནུས་བ་ཡོད་ནོ་ཡོད་བརྒྱུད་དུ། སྐབས་འདི་ནས་བསྟན་པའི་མཁས་ཡ་དག་སྐབས་འདི་ནས་གི། དངོས་གནས་དྲང་གནས་གི། ཆེ་བ་ཟིག་དགོས་ནི་རེད་བོ་ད། བླང་དོར་འཇལ་མཁན་གི་བསྟན་པའི་སྐྱེ་བོ་གི་རྟགས་ཤིག་རེད་དག་གསུང་དགོས། མིའི་སེམས་ཀི་རེར་གྱུར་བ་ནི་དུད་འགྲོ་ལའང་གོ་བ་བྱེད་ཟིག་གི་ད་ཁོས་འཇོག་ཁ་ཡིན་ན། གདོང་ནི་ཤེལ་ནི་ད་གོར་ད་ཧྥན་ནི་ད་དུད་འགྲོ་ཡིན་ན་གོར་ད་རག་རག་ཟི་ཐང་ནི་རེད་ཟི་ནི་རེད། དུད་རིགས་ནི་སྣོན་པ་ཀུན་ཏུ་གཉིས་ཟི་ཀི་བཙན་པོ་ཡིན་ན་ཁྲིམས་ཟི་ད་བཙན་པོ་ཟིན་འདུག་མི་རྒོལ་བ་ཁིར་ཀ་ཁིར་ཀ་རང་རྟོགས་ཁོག་གཏོང་ནི་ཁིར་ཀི་སེམས་ཀི་ནང་གི་གནས་ལུགས་ད་ཇི་འདྲི་གི་ལྟ་བ་ཁིར་ཀི་གཉེན་ནི་ད་གཉིས་ཟི་ཀ་ཡིན་ན་ཕན་པའི་ལུས་མ་གཏོགས་གནོད་པའི་ལུས་མི་བསྒྲུ་བ་ཁིར་ཀ་ཁིར་ཀི་ལམ་ནི་ཡག་པ་ཡིན་འཇོག་འཇོག།

ད་ཁྱོད་ལོ་ཆུང་ཆུང་རེད་ས་དེ་མིན་ཐག་རིང་ཟིག་སོང་ན་ཁྱོད་སྐུ་མཆོད་འཁྱེར་རོ་ལོག་འབྱོར་རྒྱུ་རེད་ཟེར་ནས་འགན་དེ་གི་ཁྱིམ་ཚང་ཚིག་གི་ཟ་ཧ་ཅང་གི་ཧྲོལ་རྒྱན་གི་ཁྱིམ་ཚང་ཁྱིམ་ཆུ་ལི་གི་བག་ཆགས་ཤིན་ཏུ་འཐུག་ས་གི་ཁྱིམ་ཚང་དེ་མི་ཟེར། ད་གི་ད་འགན་དེ་གི་ཁྱོད་སེམས་བདེ་མོ་ཆེ་ཧི་གི་མི་སྐྱོན། ཁོ་སྐུ་མཆོད་འཁྱེར་རོ་མི་ལོག་ཟེར་དུས་ཨ་མའི་འགན་དེ་དམ་ཚིག་གསུམ་ཁས་ལེན་ག་བཅད་ནི་རེད། དམ་ཚིག་གསུམ་དེའི་ནང་ནས་གཅིག་ཁི་རི་སང་གི་ཁྱིམ་རྒྱུད་དུ་ད་སྐྱེ་རུ་བའི་གྲུབ་མཐའ་ད་དེ་ཚིག་གི་ཟིག་ཤུགས་ཆེན་ཁྱེད་ནི་ཟིན་ས་རེད་ད་གི་ཤ་མི་ཟ་རྒྱུ་ནང་ནས་དམ་ཚིག་གཅིག་ག་བཞག་ནི་རེད།

དེའི་སོང་ཚེ་ངན་པའི་གཅེན་པོ་བཤིག་ཀ་དེ་མཚམས་མཚམས་མ་ཕེབས་པའི་ཕྱིར་ངག་ལེན་པའི་ཨ་ཚིག་གི་བཟོ་འདྲ་ཙམ་ཡོད་ནི་རེད། གཞི་དེ་དེ་མིག་གི་རང་གི་རྫི་ཞིག་ནོ་དེའི་ཚིག་དེ་རྟོགས་ནས་ཆོས་ནི་འགྱུར་གྱི་མེད་ནི་མྱི་གི་རང་བཞིན། དེ་ནི་གང་ན་ཕྱི་ནང་གི་གནས་སྐབས་གང་དང་གང་ཡིན་རང་གི་བྱ་བ་དང་ལུས་ངག་གི་ཤུགས་པ་ཐམས་ཅད་པོ་དང་རང་གི་རང་སྐྱེན་ཡི་དམ་མཁན་གྱི་ནུས་པ་འདི་མིག་གིས་ཁྱབ་པར་བྱས་ནས

དེ་མིན་ནས་གི་གོ་སྐབས་འཕྲད་ན་ཡང་ངོ་ནས་དྲང་ནས་གི་སྐུ་ཟེར་རྒྱུ་ཟད། ཕྱོགས་གཅིག་ནས་མི་ཆོས་ཀི་གཏན་ཚིགས་ཀི་ཐོག་ནས་དེའི་དངུལ་ཁྲག། གཞན་གི་དངུལ་དང་ཁྲི་དངུལ་ཁྱི་དང་ཁྲག་གི་སྒྲུབ་བྱེད་རང་ལུགས་བྱ་ལགས་སུ་ཁོ་ལོངས་སྤྱོད་ཀྱི་ཐོབ་ཐང་ནི་མ་རེད་ར། གཉིས་ནས་ཆོས་ཀི་ཐོག་ནས་བསམ་བློ་བཏང་རུང། ད་ལྟ་ཁོ་འཕྲལ་དུ་ཁེ་ཕན་བརྩི་གི་ཟིག་བྱུང་རུང། འདི་ཁོས། གནོད་པ་འདི་ཕྱི་ཡ་གི་འབྲི་བའི་ཁྱི་མི་ཟ་བ་ཐོག་ཨམ་འབྱུང་ཅན་ཡིན་བསམ་གྱི་ཡིད་ཆེས་ཟིག་ཡོད་ན་ཉེན་རྟོག་གི་མ་རིག་རུང་ཀི་ནི་མ་རེད། དེ་གི་མི་ཟེར་རྒྱུ་བོ་དེ་རང་གི་བསམ་པའི་ནང་རང་སྐྱིང་གི་ནུས་བ་ཟིག་ད་ཅིག།

འདི་གི་ལེགས་བཤད་ཀྱི་ནང་གི་ཚིག་རེ་རེ་གི་སྙིང་སྟོབས་དང་བེད་སྤྱོད་ཉིན་རེ་རེ་གི་མི་ཚེ་གི་ནང་གི་དབུ་རྩེ་ག་ལོག་རྒྱུ་དེའི་མི་ཚེ་དེའི་དབུ་མ་ལྷག་ཅིག་ཏུ་ཚོགས་ནི་མི་རིགས་ཧྲིལ་བོའི་སྙིང་སྟོབས་ག་ལོག་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད་བསམ་འདུག་གི་ད་སྨད་ར་མང་འཇོག་མི་འཇོག་གཙོ་བོ་མ་རེད་ད་གི་ད་དེ་རང་དེ།